ཨ་ནི་ད་གྱེན་ལོག་ཤོག་ཁག་གི་ཁ་བཏད་ཀྱི་ཚོགས་པ་དེ་གར་ཆགས་ཀྱི་ཡོད་རེད་ཟེར་ན་ཨ་ཚོགས་པ་གཉིས་པ་དེའི་མིང་ལི་ཡ་མཉམ་འབྲེལ་བཀོད་འདོམས་ལས་ཁུངས་ཟེར་གྱི་ཡོད་རེད། འདིའི་ཚོགས་པ་དེ་ག་དུས་བཙུགས་པ་རེད་ཟེར་ན་སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོའི་ཟླ་བ་གཉིས་པའི་ཚེས་པ་ལྔའི་ཉིན་གར་བཙུགས་པ་ད་ཨོ་ཚོགས་པ་དེའི་མིང་ཆ་ཚང་ལི་ཡ་འབྱོར་མེད་གྲལ་རིམ་མཉམ་འབྲེལ་ཆེན་མོའི་གསར་བརྗེའི་སྤྱི་ཁྱབ་བཀོད་འདོམས་ཁང་ཟེར་གྱི་ཡོད་རེད། ཚོགས་པ་དེ་མ་གཏོགས་པའི་དུས་ཚོད་དེ་ག་དུས་ཆགས་ཀྱི་ཡོད་རེད་ཟེར་ན་སྤྱིར་བཏང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ཀྱི་ཟླ་བ་བཅུ་གཅིག་པའི་ཚེས་དགུའི་ཉིན་འགའ་དེ་ཡང་མཉམ་འབྲེལ་སྤྱི་ཁྱབ་བཀོད་འདོམས་ཁང་ཟེར་བ་དེས་མེད་པ་བཟོ་ཡག་གི། ཁྱབ་བསྒྲགས་བྱས་པ་དང་དུས་དེ་དང་མཉམ་དུ་ཁོ་རང་ཚོའི་ཡན་ལག་ཆ་ཚང་མེད་པ་བཟོ་གི་ཡིན་སྒོ་རྒྱག་གི་ཡིན་ད་ག་ནང་བཞིན་གྱི་དུས་དེ་གཉིས་ཀ་ནས་བྱས་པ་ཅིག་ཨ་ནི་ཁོ་ཚོའི་དྲིལ་བསྒྲགས་ཀྱི་ཡོ་བྱད་ལ་ཡང་ཡོད་པའི་རླུང་དམར། དམག་འཐབ་ཚགས་པར་ལ་སོགས་པ་དེ་ཚོ་མཚམས་འཇོག་བྱེད་ཀྱི་ཡིན་ཞེས་ཁོ་རང་ཚོའི་འདུག་སྨྲ་དྲིལ་བསྒྲགས་བྱས་པ་རེད། བ་དེ་ཡིན་དུས་གང་ནས་འདི་ཚོགས་པ་འདི་བཙུགས་པའི་བཙུགས་ལུགས་དེ་དག་མེད་པ་བཟོས་པའི་དུས་ཚོད་དེ་བ་དེ་འདྲས་རེད་པ་ཞིག་ཆགས་བསྡད་ཀྱི་འདུག་ད་སྤྱི་ཁྱབ་ལས་ཁུངས་དེ་ག་གལ་ཆགས་ཀྱི་ཡོད་རེད་ཟེར་ན་ད་བཀོད་སྒྲིག་བཏང་སའི་ལས་ཁུངས་གཙོ་ཆེ་ཤོས་དེ་ག་གལ་ཆགས་ཀྱི་ཡོད་རེད་ཟེར་ན་འདི་ལྷས་ས་པོ་ཏཱ་ལའི་ཤམ་བྷ་ལ་ཡ་ཡོད་པའི་ཞོའི་གྲོང་ཚོ་ཡོད་པ། ཞོའི་གྲོང་ཚོའི་ནང་ལོགས་ལ་ཡ་ཆགས་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་འདིའི་ཁ་ཕྱོགས། ཁ་བརྡའི་ཡ་ཡོད་དེ་བས་རང་སྦྱོང་ཅུང་སྟབས་དངོས་ཀྱི་སྐོར་ཡང་གནང་ཡ་ཆ་བསྡད་ཀྱི་ཡོད་རེད། ད་ག་ནང་བཞིན་གྱི་པན་ཆེན་རིན་པོ་ཆེའི་བཞུགས་སའི་གསིང་ཁང་ཆེན་པོ་བྱིས་པ་འོ་དེའི་ཆ་བསྡད་ཀྱི་ཡོད་རེད་མདོར་བསྡུས་ནས་ཤན་ཁྲེ་ཟི་ལིང་གའི་ནང་ལོགས་ཡ་ཆ་བསྡད་ཀྱི་ཡོད་རེད། ད་ཚོགས་པ་འདི་ལས་ཡང་ཁོ་རང་ཚོ་ལ་ཡ་དགོས་ངེས་ཀྱི་ད་དྲིལ་བསྒྲགས་ཀྱི་ཚན་པ་མང་པོ་ཅི་ཡོད་རེད་འོ་དེ་ན་ནི་ད་རྒྱང་བསྒྲགས་བཏང་ཉེས་ཀྱི་བབས་ཚུགས་ཆེན་མོ་དེ་ག་གལ་ཆགས་ཀྱི་ཡོད་རེད་ཟེར་ན་འོ་སྣེ་ལེན་ཁང་དང་པོ་ད་ག་ནང་བཞིན་གྱི་ར་མོ་ཆེའི་གཙུག་ལག་ཁང་ལ་སོགས་པའི་ནང་ལ་ཡང་འོ་གཙུག་བྱས་བཞག་ཡོད་རེད་ཞུས་ད་སྣེ་ལེན་ཁང་དང་པོ་ད་འོ། རང་མི་ཆེ་གཙུག་ལག་ཁང་འོག་འདི་གཡས་གཡོན་ནས་ཁོ་ཚོས་རྒྱང་གྲགས་འདི་བཏང་ཡོང་གི་ཡོད་རེད། འོང་ཚོགས་པ་དེ་ལ་ཡ་སོ་སོའི་དྲིལ་བསྒྲགས་བྱེད་ཡག་གི་ཚགས་པར་དེའི་མིང་ལ་ཡ་རླུང་དམར་དྲག་པོའི་དམག་འཐབ་ཚགས་པར་ཟེར་གི་ཡོད་རེད། ད་ནི་འདིའི་རྒྱ་ཡིག་གི་རྩོམ་སྒྲིག་པ་དེ་ཁྲང་ཅན་ཅིན་ངེད་འདི་རེད། ད་ཁོ་བས་ང་ཚོའི་དེ་གོང་ལ་ཡ་སྡུར་བྱས་མིན་ངོ་སྤྲོད་བྱེད་པའི་སྐབས་ལ་ཡ་ཞོ་པོ་ཅིག་མ་འགོ། ཞུས། གྲུབ་པ་རེད། ད་ག་ནང་བཞིན་གྱི་བོད་ཡིག་ཚགས་པར་གྱི་སྤྱི་ཁྱབ་རྩོམ་སྒྲིག་པ་འདི་སུ་ཆགས་ཀྱི་ཡོད་རེད་ཟེར་ན་ལྷག་པ་ཕུན་ཚོགས་ལགས་ཆགས་བསྡད་ཀྱི་ཡོད་རེད། ལྷག་པ་ཕུན་ཚོགས་ལགས་ཞུ་གུ་བསྡད་ཡག་འདུག་བྱས་བྱས་མཉམ་འབྲེལ་གྱི་འདུག་ཚགས་པར་གྱི་ནང་ལོགས་ལ་ཡར་བསྡད་ཙང་ཨ་ནི། འདུག་ཅེས་བཀའ་སོགས་རེ་བླུགས་མདའ་རྒྱུགས་བཅས་ཞུ་སྒོ་བོད་རང་སྐྱོང་ལྗོངས་སྤྱི་ཁྱབ་དྲུང་ཆེ་གཞོན་པའི་ལས་ཀའི་མཇུག་ཏུ་ཟིན་མྱོང་ཡོད་རེད། ད་ག་ནང་བཞིན་གྱི་ཚགས་པར་འདི་ག་པར་བཟོ་གི་ཡོད་རེད་ཟེར་ན་བཙོན་ཁང་དང་པོ་ཟེར་གྱི་ཡོད་རེད་ད་འདི་དགུ་རྩ་བཙོན་ཁང་ས་བྱི་བ། ཨོ། འདི་ན་དཔར་བསྐྲུན་བྱེད་ཀྱི་ཡོད་རེད། འདི་ནས་ཨ་ནི་ཞུ། ཚོགས་པ་འདི་རྒྱ་སྐད་ཆེན་པོ་ཞུ་འབྲུ་དོད་ཁང་ནས་ཨ་ནི་སྣེ་ལེན་ཁང་ཨང་གསུམ་པ་ཉག་འདི་ན་ཡ། དཔར་བསྐྲུན་བྱས་པ་རེད། དེའི་སྣེ་ལེན་ཁང་ཨང་གསུམ་པ་ས་དེ། བོད་ལྗོངས་ཏང་གི་སློབ་གྲྭ་ཆེན་མོ་ས་ཅིག་ཡོད་པ་ཏང་ཤག་ཨོ་དེ་ན་རེད། ཨོ་དེ་ན་ཡ་འདུག་བྱེད་ཀྱི་ཡོད་རེད། ད། མཉམ་འབྲེལ། ཚོགས་པའི་ད་སྤྱི་ཁྱབ་བཀོད་འདོམས་པ་དེ་སུ་རེད་ཟེར་ན་ལིའུ་ཧྲའོ་མིན་ཉེ་འཁོར་རེད། མི་མཁོ་བས་དེ་གོང་ལ་ཡང་ང་ཚོས་གལ་ཆེན་མི་སྣ་འདུག་བཤད་ཅེས་ཁ་ཕྱོགས་རེད། འགྲེལ་བཤད་བྱེད་པའི་སྐབས་ལ་ཡང་མི་མཁོའི་མིང་ངས་ཐེངས་མང་མང་པོ་ཐོན་ཡོད་རེད། མི་མཁོ་དེ་སྔོན་ལས་ཀ་ག་རེ་བྱེད་མྱོང་ཡོད་རེད་ཟེར་ན་རང་སྐྱོང་ལྗོངས་ཏང་ཨུ་ཡི་དྲུང་ཆེ་གཞོན་པ་བྱེད་མྱོང་ཡོད་རེད། ད་ག་ནང་བཞིན་རིག་གནས་གསར་བརྗེ་ཆེན་པོའི་སྐབས་ལ་ཡང་གསར། རིག་གནས་གསར་བརྗེའི་ཨུ་ཡོན་ལྷན་ཁང་གི་གོ་སྒྲིག་གཞོན་པ་བྱེད་མྱོང་ཡོད་རེད། ད་ག་ནང་བཞིན་གྱི་སྐོར་ཞུ་སྒོ་ཡང་གནས་སྤོས་བྱས་རྗེས་བོད་ལྗོངས་ལྷ་ས། ལྷོ་ཁ་ཡོད་པ་ལྷོ་ཁ། ལྷ་ས་ནས་ཕ་ལྷོ་ཁར་ཡང་གནས་སྤོས་བྱས་རྗེས་ལྷོ་ཁ་ས་ཁུལ་གྱི་འགན་འཛིན་གཞོན་པ་བྱས་པ་རེད། ད་གའི་ཞུ་སྒོ་ནི་ཏང་རིག་གནས་གསར་བརྗེ་ཆེན་པོ་ཟོག་འགའ་མགོ་བྱས་ཚར་དུས་ག་ནས་ཞིང་འབྲོག་སློབ་གྲྭ་ཆེན་མོ་གསར་བརྗེ་ཡོད་པ་འོག་འདིའི་སློབ་སྤྱི་བྱེད་མྱོང་ཡོད་རེད། ཁོང། ལྐོག་ཏུ་བཤད་བྱའི་ཉིས་སྟོང། ཀླད་ཀོར་ཡིན་ན་གཅིག་སྟོང་དགུ་བརྒྱ་དགུ་བཅུ་སྒོར་དགུ་ཡིན་ན་དེ་འདྲའི་གཅིག་གི་གཡས་གཡོན་ལ་ཡ་འདུག་བྱས་རྒན་གཡོན་ལ་ཡ་ཕྱིན་པ་རེད་རྒན་གཡོན་ལ་ཡ་ཕྱིན་བྱས་ཁོ་ཡོང་དགུ་འཁོར་དང་དགུ་འཁོར་ནས་ཡོང་ས་དེ་པེ་ཅིང་ལ་རེད་དེ་ཡིན་དུས་ག་ནས་པེ་ཅིང་ལ་ཡ་བསྡད་ཀྱི་ཡོད་རེད་དེ་ཡིན་དུས་ག་ནས་ཁོ། ལིའུ་ཧྲའོ་མིང། ང། ཉིས་སྟོང་བདུན་གྱི་ལོར་ལ་ཡ། འདུག་ཅེས་བོད་ལ་ཡར་ཐེངས་གཅིག་སྒྲུག་མྱོང་ཡོད་འོ་དེ་དུས་སྐབས་ནས་ལིའུ་ཧྲོའུ་མིང་ཁོ་རང་རང་དངོས་སུ་ངས་རོབ་ཀྱི་མཐོང་མྱོང་མཐོང་ཡག་གི་གོ་སྐབས་རོབ་ཞིག་བྱུང་སོ་ད་ཁོ་དང་ཐུག་འཕྲད་བྱེད་ཡག་གི་གོ་སྐབས་རོབ་ཞིག་བྱུང་སོ་འོ་འདི་ཚོ་ལ་ཡར་ལྟ་དུས་སྐབས་ནས་ད་བོད་ཀྱི་ཞོག་ཁོག་ཅིག་གི་སྙིང་རྗེ་དང་དགེ་མགོ་ཞི་བོ་ཞིག་ཆགས་ཚར་ཤག་ལ་ངས་སྐབས་དེ་དུས་སྐབས་ནས་རིག་གནས་གསར་བརྗེ་དང་འབྲེལ་བའི་སྒང་ལ་ཡར་འདི་འདྲས་བྱས་དེའི་གོང་ལ་ཡང་ངས་དེབ་ཅིག་མཐོང་སོང་འདིའི་ནང་ལ་ཡང་ཁྱེད་རང་གི་ལོ་རྒྱུས་རེ་བ་བལྟས་ཚེ་ཞེས་བྲིས་ཤག་རིག་གནས་གསར་བརྗེའི་སྐང་ལ་ཡང་ཕལ་ཆེར་ཁྱེད་རང་བལྟས་ཚེ་ཕྲུ་གུ་རེ་བ་ཡོད་ས་རེད་འདི་འདྲའི་སྐང་ལ་ཡང་བྲིས་ང་ལ་ཡང་འབྲི་བཤད་རེ་བ་བརྒྱ་ཡག་གི་འདོད་པ་ཨ་ཡོད་ཟེར་བྱས་བྱས་སྐད་ཆ་ཞིག་བྲིས་པ་ཡིན་གང་ཡིན་ཟེར་ན་ང་སྐབས་དེ་དུས་ཁ་ནས་གདུག་བྱེད་བགེགས་ཆེན་རྒྱུད་རྗེས་མ་བོད་ལ་ཡ་ཕྱིན་འབར་བ། འོ་འདི་ཕྱི་དུས་ང་ཚོའི་ངོ་ཤེས་འདི་འདྲའི་རེད་ཁོ་འདི་འདྲས་སུ་ངོ་ཤེས་ཀྱི་འདུག་ཨང་འོ་འདི་འདྲས་སུ་བྱས་བྱས་གཅིག་ཐུག་ཡ་རགས་སོ། དེ་ལས་ཨང་སྐབས་དེ་དུས་ཀ་ནས་ཁོས་ད་སྔ་མོའི་དོན་དག་རེད་ད་བལ་དུ་ལོ་མང་པོ་བཞི་པོ་ཕྱིན་ཚར་བ་རེད་ཨ་ནི་ང་ཆབ་སྲིད་དང་འབྲེལ་བ་ཁྱོན་ནས་མེད་པའི་ལས་ཀ་བྱས་བྱས་རྒན་ཡོལ་བྱས་པའི་ཨང། ལས་ཀྱི་སྙིང་པོ་ཅི་ཡིན་པས་ད་འདི་གང་ཡང་སྐད་ཅིག་བཤད་ཡག་པའི་འདོད་པ་མེད་ཞེས་བྱས་ཟེར་གྱི་འདུག་འོ་འདི་ཡིན་དུས་ག་ནས་ད་འདི་ག་རེ་སྔོན་སྐུལ་ཡག་རེད་ཟེར་ནི་ཀོ་ཏེས་ད་སྔ་མ་ཚུར་བྱས་བཞག་པ་དེ་ངོ་གནོང་ཆེན་པོ་ཡོད་བསྡད་པ་རབ་བྱུང་སྔོན་སྐུལ་ཡོད་རེད་པ་འོ་འདི་བྱེད་དུས་ག་ནས་ངས་ད་བྱས་ན་འགྲིག་གི་རེད་གོ་ད་ང་དེ་རིང་ཧོབ་རྒྱག་གོ་བསྡད་ཀྱི་ཁྱོད་ཀྱི་མིང་ཁོ་བོ་ད་ག་ཁྱོད་སྐད་གྲགས་ཆེན་པོ་སོང་སང་ཨ་ནི་ང་ཏེས། ཁྱོད་སྐབས་དེ་དུས་ཀྱི་ལས་ཀ་རུ་གར་བྱས་ཡོད་མེད་ཤེས་འདོད་རུ་བྱུང་དེ་ལས་ད་ཁྱོད་ལ་ཤེས་ཡག་གི་འདོད་པ་མེད་ན་ཨ་ནི་གཡུག་ཞག་ན་འགྲིག་རེད་ཟེར་བྱས་ངས་རྦད་དེ་བཅར་འདྲི་འུར་འདྲི་རོགས་པ་བྱས་ཡོད་བྱས་མེད་ཡིན་ནའི་ལས་གར་མཇལ་ད་རྒྱུ་མཚན་དེ་འདྲ་རེ་བ་བྱུང་སོང། ཨ་ནི་མཉམ་འབྲེལ། སྤྱི་ཁྱབ་བཀོད་འདོམས། གང་གིས་ད་སྒྲིག་འཛུགས་ཀྱི་གཙོ་བོར་ག་བ་ཆགས་ཀྱི་ཡོད་རེད་ཟེར་ན་ཞིང་བྲན་གྱི་དུང་ཧོང་ཟེར་བའི་ཚོགས་པ་ཆེན་པོ་ཅིག་ཡོད་རེད་འོ་འདི་ཆགས་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ཞིང་འབྲོག་མང་ཚོགས་དམག་སྤྱི་ཁང་ཟེར་ཡག་གི་ཚོགས་པ་ཆེན་པོ་ཅིག་བཙུགས་བསྡད་ཡོད་རེད་ད་འདི་ལྷས་སའི་ནགས་ལོག་ལ་ཡ་ཆ་ཆགས་པའི་ནང་དམུ་རུ་དགོན་པ་ཡོད་པ་དམུ་རུ་དགོན་པའི་ནང་ཆགས་བསྡད་ཀྱི་ཡོད་རེད་ཡང་དུག་སྤྱད། བོད་ལྗོངས་གསོ་བའི་སྤྱི་འཐུས་སྤྱི་ཁྱབ་ལྷན་ཁང་གསར་བརྗེ་བཙུགས་བཞག་ཡོད་རེད། འོན་ཏེ། ད་ལྟ་དེ་སེ་རའི་འོག་དེ་ཡ་ང་མ་མོ་འདྲ་བ་ཚོ་དེ་འདྲའི་སོབ་ཆོས་རྒྱག་སའི་ལས་ཁུངས་ཆེན་པོ་ཞིག་ཡོད་རེད། སྐབས་དེ་དུས་ག་ནས་བཟོ་གྲྭ་ཆེན་པོ་ཞིག་ཡོད་རེད་འོ་དེ་ནང་བཙུགས་བཞག་ཡོད་རེད་འོ་དེ་ཡིན་དུས་ག་ནས་ད་རྒྱ་སྐད་ལ་ཡ་ད་ཞུགས་ཁྲང་ད་ཞུགས་ཁྲང་ཟེར་གི་རེད་འོ་ལས་ཁུངས་དེ་ནང་ལ་ཡ་འདུག་ཅེས་བཙུགས་བཞག་ཡོད་རེད། ད། ཚོགས་པ་དེའི། ད། ཚོགས་མིའི། རིགས་འདྲ་མིན་གྱི་འབྱུང་ཁུངས་རེད་ག་རེ་ཡོད་རེད་ཟེར་ན་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་སློབ་ཕྲུག་དེ་མང་ཆེ་གཅིག་ཡོད་རེད། ད་ག་ནང་བཞིན་གྱི་ཞིང་བྲན་དུང་ཟེར་བའི་བླ་བྲག་གི་ཚོགས་པ་ཆེན་པོ་གཅིག་ཡོད་རེད་འདིའི་ཆ་དེ་ག་ཡོད་རེད། ད་ག་ནང་བཞིན་གྱི་གྲོང་མི་ཨུ་ཡོན་ལྷན་ཁང་ཁག་གི་ནང་ལོག་གི་མི་དམངས་མང་ཚོགས་མང་པོ་ཡོད་རེད། དེ་དེ་བཞིན་གྱི་ཞིང་འབྲོག་ཁུལ་ལ་ཡང་མི་དམངས་མང་ཚོགས་གཙོ་བོར་གྱུར་པའི། ཞིང་འབྲོག་མང་ཚོགས་མང་ཚོགས་ཀྱི་དམག་སྤྱི་ཁང་ཟེར་བའི་འོང་ཚོགས་པ་རྗེས་བཙུགས་ཀྱི་ཡོད་རེད་འོ་འདི་རེད་ད་ག་ནང་བཞིན་གྱི་བཟོ་པ་གཙོ་བོར་གྱུར་པའི་ལྷས་སའི་བཟོ་གྲ་ཁ་ཤས་ནང་ཡང་ཡོད་བསྡད་པའི་དམག་སྤྱི་ཁང་ལ་སོགས་པ་འོ་འདི་འདྲ་བྱས་བྱས་ཚོགས་མིའི་འབྱུང་ཁུངས་རེད་དེ་འོ་འདི་རེད། མཉམ་འབྲེལ་ལས་ཁུངས་སུ་ངས་འདི་ལྟར་ཁྱབ་བསྒྲགས་བྱེད་ཡག་གི་འབོད་ཚིག་དེ་ག་རེ་འདོན་གི་ཡོད་རེད་ཟེར་ན་གཙོ་ཆེ་ཤོས་དེ་ད་སྐབས་དེ་དུས་ཀ་ནས་མའོ་ཙེ་ཏུང་གི་གསུང་རྩོམ་སྤྱི་འཐུས་ས་དེ་དེབ་སྔ་མོ་ཕྱིན་ཚུལ་དེ་ལག་པ་ཁྱེད་ཡལ་ཡལ་ཞོལ་པོ་གཅིག་གི་རིག་གནས་གསར་བརྗེ་ཆེན་པོ་དང་པོ་གཙོ་ཡིན་དུས་ཀྱི་ད་འདི་རེད་ཅེས་གསུངས་སམ་ད་འདི་མཚོན་རྟགས་རེད་པོ་ཞེས་བྱས་རྗེས་མའོ་ཙེ་ཏུང་གི་གསུང་རྩོམ་སྤྱི་འཐུས་ས་ཞོལ་པོ་འོ་དེའི་ནང་གི་ཚིག་རིགས་འདྲ་མིན། བེད་སྤྱོད་བཏང་རྗེས་འདི་ཁོང་ཚོའི་འབུལ་རྩིས་བགྲང་ཡག་གི་འདི་བྱེད་ཀྱི་ཡོད་ཡོད་རེད། ད་འབུལ་རྩིས་འདི་བགྲང་པ་དང་མཉམ་དུ་དང་ཚོགས་པ་འདིའི་མཚོན་བྱེད་རེ་ཅིག་གཞས་འདི་གར་བཏང་གི་ཡོད་རེད་ཟེར་ན་ངའི་སེམས་ནང་གི་གཞས་ཅིག་མི་དམངས་བཅིངས་འགྲོལ་དམག་ལ་ཕུལ་ཟེར་བ་འདི་བཏང་བསྡད་ཀྱི་ཡོད་རེད། ད་ག་ནང་བཞིན་གྱི་གཞས་གཉིས་པ་འདི་ག་འདེད་ཀྱི་ཡོད་རེད་ཟེར་ན་མི་ག་འདྲ་ཞིག་གསར་བརྗེའི་ལངས་ཕྱོགས་ཐོག་ལངས་པ་ཡིན་ན་དེ་ནི་གསར་བརྗེ་བ་ངོ་མ་ཞིག་ཡིན་པ་དང་གསར་བརྗེ་ལ་ངོ་རྒོལ་བྱེད་མཁན་ཞིག་ཡིན་ན་དེ་ནི་རྩ་གཏོར་ལ་འགྲོ་ངེས་རེད་ཟེར་བ་ལྟ་བྱས་འདིའི་ཟོར་དེ་འདྲས་བཏང་བསྡད་ཀྱི་ཡོད་རེད། ད་ག་ནང་བཞིན་གྱི་ལྟ། ཚོགས་པ་འདི་ས་གནས་ཁག་ལ་ཡང་ཡོད་པའི་གནས་སྟངས་རེད་དེ་ག་ཆགས་ཀྱི་ཡོད་རེད་ཟེར་ན་ཤོག་ཁག་གཉིས་ཀྱི་སྟོབས་ཤུགས་འདི་གཙོ་ཆེ་ཤོས་རེད་དེ་ལྷ་ས་ཆབ་མདོ་ཀོང་པོ་ལྷོ་ཁ་ལ་སོགས་པ་ལ་ཡང་ཁོང་ཚོའི་ལྟ། བཀོད་འདོམས་བྱེད་སའི་གནས་སྟངས་རེད་ཆགས་བསྡད་ཀྱི་ཡོད་རེད་ལ་མ་ཟད་པའི་ཞིང་འབྲོག་ཁུལ་དག་ད་ག་ནང་བཞིན་གྱི་གྲོང་མི་ཨུ་ཡོན་ལྷན་ཁང་གི་ནང་ལོགས་ལ་ཡང་ཡོད་བསྡད་པའི་ལས་སྒྲིག་འཛུགས་དེ་དར་ཁྱབ་ཆེན་པོ་ཞི་བོ་བྱུང་རྗེས་འོག་འདུག་བྱས་རྗེས་ཁོང་ཚོའི་ས་གནས་ཀྱི་གནས་སྟངས་འོ་དེ་འདྲ་རེད་ཆགས་བསྡད་ཀྱི་ཡོད་རེད། འོ་འདི་ཡིན་དུས་ག་ནས་འདི་བར་དུ་ད་འདུག་བྱས་ཚོགས་པ་ཆེན་པོ་གཉིས་ཀྱིས་གྱེན་ལོག་ཤོག་ཁག་ཆེན་པོ་གཉིས་ཀྱིས་ད་བཙུགས་པའི་དུས་ཚོད། མཇུག་སྒྲིལ་བའི་དུས་ཚོད་ཁོང་ཚོའི་ད་ག་ཚོགས་རའི་གནས་སྟངས་དང་ཁོང་ཚོའི་ཚོགས་མི་ཁོང་ཚོའི་འགོ་ཁྲིད་ལ་སོགས་པ་དེ་ཚོ་འོ་དེ་འདྲས་ཞེས་རག་པ་ཅིག་ག་ནས་འདུག་ཟེར་ངོ་འདྲ་ཞུས་ཐུབ་པ་རེད་བ་ཡིན། ད་ངས་གང་བལྟས་ཡག་འདུག་བྱས་རྗེས་པར་ཞིག་ཕུལ་བཞག་ཡོད། ཨ་ནི། འདི་ད་ལྷས་ས་ཡ་རིག་གནས་གསར་བརྗེ་ཆེན་པོའི་དབང་ཆའི་འཐབ་རྩོད་འདི་བྱས་པའི་སྐབས་རེད་ཡ་ཨ་ནི་ད་ཞོ་གཅིག་གི་ཕྲུག་གུ་རེད། ཕྲུ་གུ་ཡིན་ཏེ་དུས་ཀ་ནས་སོ་སོ་དང་ཐོག་ཁོ་ར་ཡར་ལས་འགུལ་དུས་ཚུགས་ཡོང་དུས་དབང་ཆའི་འཐབ་རྩོད་དུས་ཚུགས་ཡོང་དུས་ཁོ་ནས་ད་ཞི་བའི་འཐབ་རྩོད་རོབ་བོ་བྱས་བསྡད་ཀྱི་ཡོད་རེད། འདིའི་བྱེད་སྟངས་རེད་ག་འདེས་ཆགས་ཀྱི་ཡོད་རེད་བསམ་ད་པར་དང་པོ་དེའི་ནང་ལ་ཡང་ཡོད་པ་དེ་ཤིས་ཚང་རྩེ་རི་ཆུས་ནུའུ་ནུའུ་ཅིའི་ཧུང་ཝེ་པིང་ཙའོ་ཧྥན་ཅུང་སི་ལིན་པོ་ཟེར་གྱི་འདུག་ང། འདི་རྒྱ་ཡིག་གི་དེའི་ཁྲིད་བསྟར་དེའི་ནང་ནས་གར་བཤད་ཀྱི་ཡོད་རེད་ཟེར་ན་བོད་རང་སྐྱོང་ལྗོངས་ཀྱི་ཞིང་བྲན་དུང་གི་དམར་སྲུང་དམག་གི་གྱེན་ལོག་སྤྱི་ཁྱབ། ལས་ཁུངས་ཡིན་ཟེར་གྱི་ཡོད་རེད་འོ་འདི་ཇི་དུས་ག་ནས་འདི་ནི་གོང་ཡ་བརྗོད་མ་ཐག་པའི་མཉམ་འབྲེལ་ཚོགས་པ་ས་ཆ་ཡོར་བ་མཉམ་འབྲེལ་སྤྱི་ཁྱབ་ལས་ཁུངས་འོ་འདི་ཞིང་བྲན་དུང་ཟེར་བའི་འོ་ཚོགས་པ་འདི་ཡིས་འོ་འདུག་བྱས་རྔམ་སྟོན་ཁྲོ་མགོ་བྱས་པའི་འོ་པར་ཆགས་བསྡད་ཀྱི་ཡོད་རེད་འོ་དེ་ཡིན་དུས་ག་ནས་ད་ཆབ་སྲིད་ཀྱི་ཚོགས་པ་སྤྱི་དང་ཆབ་སྲིད་ཀྱི་ཐབས་བྱུས་ག་འདི་ཇི་ཡིན་པ་ཡིན་ནའི་ལས་ད་གཙོ་ཆེ་ཤོས་རེད་འདུག་སོ་སོའི་སྟོབས་ཤུགས་ངོམ་ཡག་གི་ཆེད་དུ་དེ་འདྲས་བྱེད་རྔམ་སྟོན་ཁྲོམ་སྐོར་འགྲོ་ཡག་གི་ཞོ་བོ་གཅིག་གི་འདུག་བཅས་དར་པོ་ཆེན་པོ་བཞི་བོ་ཆགས་པ་དང་ནི་དང་ཐོག་དབང་ཆའི་འཐབ་རྩོད་དུ་འགོ་ཚུགས་པའི་སྐབས་ལ་ཡང་ལྷད་སར་ཡང་ཆ་བཞག་པའི་ནི་ཨང་ཡིག་སྦྱིན་ཚགས་པར་རིགས་འདྲ་མིན་སྦྱང་ཡག་དང་འབོད་ཚིག་རིགས་འདྲ་མིན་སྦྱང་ཡག་དང་འདོན་ཡག་དང་ལ་སོགས་པ་དེ་འདྲས་བྱས་རྗེས་ད་ཞི་བའི་ཨང། འཐབ་རྩོད་བྱས་པ་མ་གཏོགས་དྲག་པོའི་འཐབ་རྩོད་བྱས་ཡོད་མ་རེད་དང་གོ། འོ་འདི་ཡིན་དུས་ཀ་ནས་པར་དང་པོ་དེ་ཞིང་ཆེན་གྲོང་གསེབ་མཉམ་འབྲེལ་ཚོགས་པའི་འོ་དེ་རེད། མཚོན་རྟགས་ཅི་རེད་ཨ་ནི་པར་གཉིས་པ་དེ་འོ། ཁོའི་འཕྲེད་བྱང་དེ་གང་ཡང་ཤིས་ཙང་ཙིར་ཆུས་ཝུའུ་ཧྲན་རྒྱལ་གྱི་ཀོ་མི་ཕའི་རྟགས་རྟགས་ཕའི

མཚོན་དོན་དེ་འཕྲེད་དར་འདི་ག་ནས་གཅིག་མཉམ་འབྲེལ་ཤོག་ཁག་ཡིན་པ་ཇི་ལྟར་གཅིག་གྱེན་ལོག་ཤོག་ཁག་ས་དེ་ཡིན་པ་འོ་འདུག་ཐོན་བསྡད་ཀྱི་ཡོད་རེད་འོ་དེ་ཡིན་དུས་ག་ནས་འདི་ངས་འདུག་གོང་ལ་ཡང་ཞུས་མ་ཐག་པའི་ཚོགས་པ་གཉིས་ཀྱི་འཐབ་རྩོད་ས་དེ་དབང་ཆའི་འཐབ་རྩོད་ས་དེ་དང་པོའི་ལྟ་འབྱུང་ཁུངས་རེད་འདུག་འོ་འདུག་བྱས་ཨ་ནི་འཐབ་རྩོད་དང་པོ་ག་འདྲས་བྱེད་ཀྱི་ཡོད་མེད་ཀྱི་ལྟ་རྣམ་པ་ཅིག་ལྷན་རྒྱས་ཚོ་ལ་ཡང་འདུག་ཞུས་པ་ཡིན་ཨ་ནི་གཞི་ནས་ཚོགས་པ་དེ་ཚོའི་སྟོབས་ཤུགས་དང། མ་འོངས་པར་ཡང་ཚོགས་པ་འདི་གཉིས་གཉིས་ཀས་འཐབ་རྩོད་བྱེད་པའི་འབྲས་བུར་གྱུར་པ་འོང་སྟེ། ཡང་གོ་གཏད་ཅིག་ཡག་པོ་ཡོང་ཡག་གི་ཆེད་དུ་ཉན་ཐོས་རིགས་གཏུགས་ཤིག་འདི་མཚོན་དོན་ཙམ་ལ་ཡག་གཏུགས་སུ་ཕུལ་བ་ཡིན། ཨ་ནི་པར་གསུམ་པ་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་པར་གསུམ་པ་དེ་ངས། གོང་ཡར་ཞུས་མ་ཐག་པའི་ཚོགས་པ་ཆེན་པོ་དེ་ཚོའི་ནང་ཡང་རྒྱ་ནག་ནས་ཡོང་པའི་བོད་ལ་རིག་གནས་གསར་བརྗེ་ཆེན་པོ་སྤེལ་ཁག་ཡོང་ཉེན་གྱི་ཧུར་བརྩོན་ཅན་གྱི་མིང་ཡོད་པའི་མི་དེ་ཚོའི་ཚོགས་པ་ཞིག་ཆགས་བསྡད་ཀྱི་ཡོད་རེད། ཁོ་ཚོའི་དཔུང་པའི་རྐང་ཡར་བཏགས་བཞག་པའི་དཔུང་རྟགས་དེའི་མིང་ཡང་ཧུང་ཝུའེ་པིང་གཟིགས་ཡོད་རེད་དམར་སྲུང་དམག་གཟིགས་ཡོད་རེད་དམར་པོ་སྲུང་སྐྱོབ་བྱེད་མཁན་གྱི་དམག་མི་ཡིན་ཅེས་དམག་མི་གསར་པ་འོ་དེ་ཡིན་དེ་འདུག་ག་ནས་འདི་ཚོའི་གྲས་ཁ་དེ་ད་དེ་ད་དེ་འདྲ་བོ་དེ་འདྲའི་སློབ་ཕྲུག་བསླབ་གྲྭ་རིགས་འདྲ་མིན་ནས་རྒྱ་ནག་ནས་ཡོང་ཉེ་ད་སྟོང་སྟོང་ཁྲི་ཁྲི་སྐོར་བྱུང་པ་རེད་འོ་དེ་ཡིན་དུས་ག་ནས་རིག་གནས་གསར་བརྗེ་ཆེན་པོའི་དབང་ཆའི་འཐབ་རྩོད་བྱས་པའི་སྐབས་ལ་ཡང་པེ་ཅིན་ནས་ཐད་ཀར། བོད་ཡར་ཡོང་ནས་དབང་ཆའི་འཐབ་རྩོད་བསྟི་ན་ཟིང་འཁྲུག་བསླངས་ཀ་ཡོང་ཡ་གི། ཡོང་མཁན་དེ་ཚོའི་རྣམ་པ་ཚུན་ཅིག་ཙམ་ཞིག་ཡིན་འོན་འདུག། ངས་པར་གསུམ་དེ་འདུག་ཕུལ་བ་ཡིན་ན་གོང་དུ་ཞུས་མ་ཐག་པའི་ཚོགས་པ་གཉིས་དེས། དབང་ཆའི་འཐབ་རྩོད་ས་དེ་ག་འདྲས་ཤིག་བྱེད་ཀྱི་ཡོད་མེད་དང་འཐབ་རྩོད་དེ་ཚོའི་ནང་ཞུགས་བསྡད་མཁན་མི་རིགས་དེ་ཚོའི་གྲས་ཁ་ག་འདྲས་ཅིག་ཡོད་མེད་ལ་ཡར་ངོ་ཤེས་ཡོང་ཡ་གི་ཆེད་དུ་ཡིན་འོ་དེ་སོང་སང་རྙེད་འདུག་པར་གསུམ་དེ་འདུག་ཕུལ་བ་ཡིན། ཨ་ནི་པར་བཞི་པ་དེ་དྲིལ་བསྒྲགས་ཀྱི་ལས་དོན་བྱེད་མཁན་གྱི་ཁུངས་ལ་ཡར་ཚུད་བསྡད་ཀྱི་ཡོད་རེད། འོན་ཏེ་ག་རེ་ཟེར་ན་ད་གཙོ་ཆེ་ཤོས་ནང་གི་གཙོ་ཆེ་ཤོས་དེ་བདུན་ལ་ཡང་ཡོད་པའི་མི་ཞིག་འདུག་ཨ་འོ་དེ་མི་དང་པོ་དེ་རྒྱ་མོ་རྨེག་ཤེལ་རྒྱབ་བསྟན་རྒྱུ་དེ་གོ། བོད་ལྗོངས། དེ་ག་རེ་མཉམ་འབྲེལ་ཚོགས་པའི་སྤྱི་ཁྱབ་ཨུ་ཡོན་ལྷན་ཁང་གི་སྤྱི་ཁྱབ་གཞོན་པ་དེ་ཆགས་བསྡད་ཀྱི་ཡོད་རེད། ཨང་གཉིས་པ་དེ་ང་རང་ཚོའི་བོད་ཀྱི་གླུ་མ་གྲགས་ཅན་ཚེ་བརྟན་སྒྲོལ་མ་ལགས་སི་ཉན་དེ་ཆགས་བསྡད་ཀྱི་ཡོད་རེད། ཁོང་གིས་ཆིག་སྟོང་དགུ་བརྒྱ་དྲུག་ཅུ་གི་ཚེ་རེད་བེད་སྤྱད་དེ་དྲུག་ཅུ་རེ་གསུམ་ཡིན་ན་རེ་བཞི་ཡིན་ན་འདི་འདྲས་ཤིག་ན་ལོ་ལི་ཡ་མའོ་ཀྲུའུ་ཞི་སྐུ་ཚེ་ཡུན་ནས་ཡུན་དུ་བསྟན་པ་ཤོག་ཟེར་ཡག་གི་གཞས་དེ་བཏང་དེམ་ཅིའི་གོ་ར་ལི་ཡ་ཨ་ནི་ཁོ་བལ་དུ་ལུང་འདྲ་ཞེ་བོ་ཞིག་བསྒྱུར་པར་བ་ཨོ་དེ་གླུ་མ་གྲགས་ཅན་དེ་རེད་ཨང་གསུམ་པ་དེ་བའི་ཇིང་གི་ཨོ་ཆོ་འཕྲུལ་ཨོ་སློབ་གྲྭ་ཆེན་མོའི་སློབ་གྲྭ་ཐོན་པའི་སློབ་དེ་བོད་ལི་ཡ་རིག་གནས་གསར་བརྗེ་ཆེན་པོ་བཙུགས་ཀར་ཡོང་ཉལ་གི་གོང་ལི་ཡ་བཏང་ཟིན་པའི་པར་གསུམ་པ་དེ་ནག་ལོག་གི་མིའི་གྲས་གཅིག་རེད། འོ་དེ་ཡིན་དུས་ཀ་ནས་མི་འདི་ཚོའི་སོར་འདི་ཚོ་འདུག་ཅེས་ཧུར་བརྩོན་ཅན་པའི་ནཱ་ལོ་ལི་ཡ་བོད་ལི་ཡ་རིག་གནས་གསར་བརྗེ་ཆེན་པོ་བཙུགས་ག་ཡོང་ཉལ་ད་དབང་ཆའི་འཐབ་རྩོད་ནཱ་ལོ་ལི་ཡ་མི་འདི་ཚོས་འོང་དགོས་ཀྱིན་ག་ཚད་གཏང་གི་ཡོད་མེད་ཀྱི་རྣམ་པ་ཙམ་གྱི་མཚོན་ཡག་བྱེད་དགོས་ཡིན་འོ་འདི་འདུག་སུ་ཕུལ་བ་ཡིན་ཨ་ནི་སྤྱིར་བཏང་ད་རིག་ང་རའི་རེ་བར་དེ་བྱས་པ་ཡིན་ན་དབང་ཆའི་འཐབ་རྩོད་འདིའི་ནཱ་ལོ་ལི་ཡ་འདུག་ཁོ་ཚོས། ཞུ་ཁོང་ཡང་དབང་ཆའི་འཐབ་རྩོད་འདི་ད་ཞི་བའི་འཐབ་རྩོད་ནས་དྲག་པོའི་འཐབ་རྩོད་ལ་ཡང་འགྱུར་པ་རེད། འགྱུར་བ་ཆེན་པོ་ཞེ་བོ་ཅིག་དུས་ཚོད་ཐུང་དུས་ཞེ་བོ་ཅིག་ནང་ལ་ཡང་འགྱུར་བ་ཆེན་པོ་ཞེ་བོ་ཞིག་བྱུང་པ་རེད། འོ་དེ་ཡིན་དུས་སྐབས་ནས་དེའི་སྐོར་ལ་ཡང་རོབ་ཙེ་ཅིག་ཞུ་ཐུབ་རོགས་བྱས་ན་བསམ་བྱུང་ཡ་ནི་ད་ཕལ་ཆེར་དེ་དེའི་ཁ་ཁོ་བྱེད་ས་རེད་ཤག་གང་ཡིན་ཟེར་ན། བའི་ད་དུས་ཚོད་ཞེ་དྲག་མི་འདུག་ཨ། མང་པོ་ཞིབ་པོ་བཤད་གི་བསྡད་མིན་ནི་ལྷན་རྒྱས་གཙོ་གསན་ཡ་ལ་ཡ་དཀའ་ངལ་འཕྲད་གི་རེད་འོ་ཙི་སོང་སང་ཕལ་ཆེར་ངས་འདི་འདུག་བཤད་ཤོར་ཀ་གཉིས་ཀྱི་ཞི་བའི་འཐབ་རྩོད་ཀྱི་པ་དོ་བཤད་ཨ་ནི་དེ་ནས་ད་གའི་ཞུ་སྐུལ་བསྡུས་འདྲ་དེ་ཡ་ཕལ་ཆེའི་ད་འཐབ་རྩོད་དེ་དྲག་པོའི་འཐབ་རྩོད་ལ་ཡ་ག་འདེད་སུ་གྱུར་པ་རེད་དྲག་པོའི་འཐབ་རྩོད་ལ་ཡ་བསྒྱུར་གོ་ཡག་གི་རྒྱུ་མཚན་ག་རེད་ད་ག་ནང་བཞིན་གྱི་དྲག་པོའི་འཐབ་རྩོད་ཀྱི་ནང་ལོག་ལ་ཡ་ཞུགས་ཚར་དུས་ག་ནས་བོད་མི་མང་ལ་ཡ། ཕན་ཐོགས་ག་རེ་བྱུང་ཡོད་རེད། བོད་མི་མང་གནོད་ག་ཚད་བསྐྱལ་ཡོད་རེད། བོད་རིགས་མི་ཤི་རྟ་འགྱེལ་ག་ཚོད་ཕྱིན་ཡོད་རེད་འོ་དེའི་སྐོར་ལ་ཡང་རགས་པ་ཅིག་བཀའ་ནན་ཅིག་ཞུ་ཐུང་ནི་བསམ་སོང་ད་རིག་དེ་ལས་ད་མང་པོ་ཞི་བ་ཞིག་ཆགས་འགྲོ་གི་འདུག་ཨ་འོ་དེ་ཡིན་དུས་བཀའ་ནན་ངས་ད་རིག་འདུག་བཅས་དབང་ཆའི་འཐབ་རྩོད་བྱེད་མཁན་གྱི་ཚོགས་པ་གཉིས་ཀྱིས་ཨོ། ད་ཅི་ཀ་སོགས་རེ་ངོ་སྤྲོད་དང། ཚོགས་པ་དེའི་འབྱུང་ཁུངས་དང་དེ་ཚུ་རོབ་ཙ་ཞུས། ཨ་ནེའི་འཐབ་རྩོད་དེ་ཞི་བའི་འཐབ་རྩོད་ནས་དྲག་པོའི་འཐབ་རྩོད་ལ་ཡང་ག་འདྲས་སུ་འགྱུར་ཡོད་མེད་དེ་ངས་ད་ཕལ་ཆེར་ད་གའི་ཞུ་སྐུལ་དུས་འདྲ་དེ་ཞུས་ན་དགའ་མེད་འགྲོ་བསམ་སོ་གང་ཡིན་ཟིན་དེ་གནད་འགག་ཆེན་པོ་ཞུ་བཞེས་ཆགས་བསྡད་ཀྱི་ཡོད་རེད་བ་དེ་ཡིན་དུས་ག་ནས་ངས་གར་བྱས་ན་ལས་ད་གའི་ཞུ་སྐུལ་དུས་འདྲ་གི་གཟའ་ཕུར་བུའི་ཉིན་འགར་བསྡད་ཡག་འདུག་ཟེར་ཨོང་དྲག་པོའི་འཐབ་རྩོད། ཁྱད་གསན་གནང་ཡས་དཔེ་ཆའི་མི་གཞི་དག་གིས་ག་ཚོད་བཏང་ཡོད་མེད་དང་བོད་པ་ལུག་ཆུང་ག་ཚོད་ཙམ་གཅིག་གི་ཚེ་སྲོག་ཤོར་ཡོད་མེད་སྐོར་ཡང་འགྲེལ་བཤད་བརྒྱབ་ན་བསམ་བསམ་རེ་བྱུང། འོ་དེ་ཕྱི་དྲོ་ཁ་ནས་ད་མང་པོ་ཞིབ་ཆ་དྲུག་འདུག་ཨཱ་ནི་ད་རིས་དེ་འདྲའི་རེ་བྱེད་ཤག་བཞག་ན་བསམ་སོང་དགོངས་དག་ཐུགས་བྲལ། ཨཱ་ནི་འོ་དེ་ཡིན་དུས་ཁ་ནས་ད་ད་རིས་འདུག་སེ་དེ་འདྲའི་བྱེད་ལ་ཡ་བཞག་ཨཱ་ནི། ང་རང་ཚོའི་སྔ་རྒྱུན་གཞི་བཞག་རང་བྱེད། ངས་ད་རིས་བཤད་བཞག་པའི་ཨོང། སྐད་ཆ་འདི་གའི་ནང་ལོགས་ལ་ཡང་ཆ་ཚང་བ་བྱེད་མི་ཟ་བ་ཉིད་ནས་ཡོང་གི་མ་རེད་འདི་ཚོ་ཀང་ཀོ་རག་པ་རག་པ་ཅིག་ཀང་ནས་ཞུས་པ་རེད། འོ་དེ་ཡིན་དུས་ཀང་ནས་ཡང་ད་རིས་བཤད་བཞག་པའི་སྐད་ཆ་འདི་གའི་ཀང་ཡང་ང་ཚོའི་བོད་དོན་གླེང་སྟེགས་ཁང་ནང་ལ་ཡང་ཞུས་པའི་ད་མཁྱེན་རྒྱ་རྒྱས་པའི་རྒན་ལགས་མང་པོ་མི་ཡོད་རེད་ལྷན་རྒྱས་ཚོས་སྣ་འདྲི་སྤོར་ཆོག་ག་རེད་གནང་ཡག་ཡོད་ནས་སྐྱབས་འཇུག་གནང་རོགས་གནང་ཞུས་ཡག་ཡིན་ད་ག་ནང་བཞིན་གི་སྐབས་འདི། ལུག་རྒྱུད་བཀང་ཡ་རྒྱུས་མངའ་ཡོད་པའི་ལྷན་རྒྱས་ཚོས་ཡང་ལུག་རྒྱུད་དེའི་དྲ་རྒྱལ་རུ་བཏང་རྗེས་ངས་མང་པོ་ཅི་ལས་བསྡད་ཡོད་རེད་གང་ཡིན་ཟེར་ན་རག་པའི་སྒང་ནས་ཞུས་བྱེད་ཀྱི་ཡོད་རེད་བ་ཡང་ཅུང་ཐོས་རབ་ཀྱི་སྒང་ནས་ཞུས་གསུང་ཡག་གི་ཡོད་པ་ཚོས་ལྷན་རྒྱས་ཚོས་ཡང་འདི་བཀང་ཡ་ཅི་འདུག་ཅེས་ག་ཚོད། ཞབས་རོགས་གནང་ནས་ཐོག་ཅི་བྱེད་ཞུ་ཡ་ཡིན། ད་ག་ནང་བཞིན་གྱི་ངས་ད་རིག་བཤད་ཤར་བའི་སྐད་ཆ་འདི་གས་ཀྱི་ནང་ལོག་ལ་ཡ་ཡང་དོགས་འདྲི་རེ་བོ་ག་རེ་ཡོད་པ་ཡིན་ནའི་ལྷ་རབ་བྱུང་ན་ངའི་མིང་བྱང་དེ་མ་ཟུར་འདོན་བྱས་བྱས་ཚུལ་བཀའ་འདྲི་གནང་རོགས་གནང་བཀའ་སློབ་གནང་རོགས་གནང་ཨ་ནི་ངས་ཁར་ཐུག་ལྗགས་ལན་ཕུལ་ཐུབ་པ་བྱུང་གསུང་ན་ངས་ད་རིག་རང་ཁར་ཐུག་ཕར་ལྗགས་ལན་ཕུལ་ཡ་བྱས་ཨ་ནི་གལ་སྲིད་ད་རིག་ངས་ལྗགས་ལན་ཕུལ་ཡ། བུད་མ་ཐུབ་པར་ཆགས་སོང་ན་དུས་ཚོད་མེད་པར་ལ་སོགས་པ་ཡོང་སྲིད་གི་རེད་པ། འོ་དེ་འདྲས་བྱས་སོང་ན་ཨ་ནི་ངས་ད་གའི་ཞུ་སྐུལ་བདུན་ཕྲག་གི་གཟའ་ཕུར་བུའི་ཉིན་ག་དེ་ལྕགས་ལན་བུ་ལོན། དེ་བརྗོད་གཞི་དངོས་དེ་མ་ཞུས་པའི་གོང་ལ་ཡང་ཨ་ནི་ལྗགས་ལན་དེ་ཕུལ་ཨ་ནི་དེ་ཕུལ་ཚར་སོང་ན་ཨ་ནི་བརྗོད་གཞི་དངོས་དེ་ཞུ་ཡ་ཡིན་འདུག་ཨ་ནི་དགོན་དང་ཐུགས་རྟེན་བཀའ་སྲིན་བདུན་ཕྲག་གཉིས་ཀྱི་སྔ་ལོ་ལ་ཡང་ངས་ཞུ་ཐུབ་མ་སོང་དེ་སླར་ཡང་ངས་ལྷན་རྒྱས་ཚོ་ལ་དགོངས་སེལ་ཞུ་ཡ་ཡིན་འདུག་ཨ་ནི་ད་གའི་ཞུ་སྐུལ་བདུན་ཕྲག་དེ་བྱས་ཆོག་གི་རེད།